འབྲུ་ཚང་མ་ལོ་ལ་ཡ། མཚམས་འདྲི་བཀྲ་ཤིས་བདེ་ལེགས། ད་རིང་ང་ཚོ་བདེ། ཧོ། དམིགས་བསལ་སློབ་ཚན་ཁ་སང་གི་སློབ་ཚན་དེ་གའི་མུ་མཐུད་ནས་ཞུ་མཚམས་དེ་ཞུ་གི་མེད། ད་རིང་ཡང་དེ་ནས་མ། ངས་གཏམ་རྒྱུད་ཀྱི་སློབ་ཕྲུག་ཚོ་ལ་མ་ཞུ་གི་ཡིན། འོན་ཡང་ནམ་རྒྱུན་ནས་ཟིན་བྲིས་ནང་ལོག་ལ་སློབ་ཕྲུག་ཚོས་སྒྲུང་བཤད་རོགས་བྱེད་སླད་སྐད་ཆ་དེ་འདྲའི་བཀའ་མོལ་དེ་འདྲའི་མང་པོ་གནང། བྱས་ཟ་ད་རིང་འདི་ནས་མ་ཉལ། སློབ་ཕྲུག་ཚོ་ལ་ཡ། སྒྲུང་སྲིད་ལབ་ན་ཏག་ཏག་བསྡད་ཀྱི་ཡོད་ཀྱི་མ་རེད་ད། ལོ་རྒྱུས་སྲིད་ལབ་ནས་ཕལ་ཆེར་ལོ་རྒྱུས་ལབ་ནས་འགྲིག་གི་ཡོད་རེད། གཏམ་རྒྱུད་རེད་བ། སྤྱི་ལ་ནས་ང་རང་ཚོ་འདི་ཚོ་ལ་མཁས་པ་གར་དུ་ཟེར་དགོས་རེད་གཏམ་རྒྱུད་ཟེར་ཡ་ལོ་རྒྱུས་ཟེར་ཡ། ཨང་ཡ། རྒྱལ་རབས་ཟེར་ཡ། རྣམ་ཐར་ཟེར་ཡ། སྐྱེས་རབས་ཟེར་ཡ། ཕྲེང་རབས་ཟེར་ཡ། སྒྲུང་ཟེར་ཡ། དེ་ཚོའི་ཁྱད་པར་ཡོད་རུང་བ། ན་ད་རིང་ངས་འདི་ནས་མ། ཨ་ནི། གཏམ་རྒྱུད། མི་གདུང་བ་སོར་མོའི་ཕྲེང་བ་ཅན་ཞེས་པ་འདི་གི་གཏམ་རྒྱུད་དེ་འདི་ནས་མ་ཞུ་གི་ཡིན། ད་ད་ལྟ་དེ། འདིའི་རྣམ་པ་ཚོས། སྙེ་མ། ཛེ་རིམ། ཤམ་ལ་མ་ཤི་སྤྲིང་ཟིལ་སྙུང་ཡོ་རུ་བ་བྱེད་ལ་ཤི་སྤྲིང་ནང་ལོག་ལ་ཡ། ཨ་ནི། གཏམ་རྒྱུད། གཏམ་རྒྱུད་ཁོ་རང་ད་ཡོ་མར་བསྡད། དེ་དང་འབྲེལ་བའི་ཨ་ནི། གང་ཟག་དེ་ཚོ་དེ་ནི་མ་གསུངས་ཡོ་རེད་དཔེར་ན་ང་ཚོ་ཤི་སྤྲིང་ནང་ལ་ཡ། གང་ཞིག་སྔོན་ཆད་བག་མེད་གྱུར་པ་ལས། ཕྱི་ནས་བག་དང་ལྡན་པར་གྱུར་བདེ་ཡང། ཟླ་བ་སྤྲིན་བྲལ་ལྟ་བུ་རྣམ་མཛེས་ཏེ་དགའ་བོ་སོགས་སྤྲིན་མཐོང་ལྡན་བདེ་ཆེ་ཞིང་ཆེ་ཆེ་བྱེད་ནས་མི་ཤི་ཅིག། གསུང་ཡོད་རུ་བ་གང་ཟག་ཤི་ཅིག། འོ་ད་འདི་ཚོ་ཚང་མ། འདི་རེད་ག་ཞུགས་རེད་སྡིག་པ་ག་ཚད་ཀྱི་སྟོབས་ཆེན་པོ་བསགས་པ་ཡི་ནས་ལས་ཨ་ནི། སྡིག་པ་དེ་ད་ཧད་ཡོག་རེད་ཞེས་པས་ཨ་ནི། དཔེ་མཚོན་ལས་ཡག། འདས་གང་ཟག་བཞི་བདེ་སྐྱིད་ཡོང་བྱེད་བྱེད་བཞིན་འདུག་གསུང་གི་བ། བྱས་ཙང་ད་རིང་ངས་འདི་ནས་མ། མི་གདུང་བ་སོར་མོའི་ཕྲེང་བ་ཅན་གྱི། གཏམ་རྒྱུད་འདི་འདི་ནས་མ་ཞུ་གི་ཡིན། ད། གཏམ་རྒྱུད་འདི་རིང་བོ་ཞེ་དྲག་རེད་ཤག་པ་རུག་པ་རུག་གི་མང་པོ་བཞི་པོ་གཅིག་གི། འདི་གི་འདི། ཕ་ཞུས་མོ་གོ་བྱས། ཨ་ནི། ག་རེ་ཞུ་གི་རེད། དེ་ནི་མ། སློབ་ཕྲུག་ཚོས་ག་ཚད་ཅིག་གི་ཉན་བདེ་བདེ་ཡོད་པ་དེ་གས་མ་ཞུས། ཨ་མྱེས་མ། ང་འཛིན་གྲྭ་འགྲོ་བའི་སྐབས་ལ་རྒན་ལགས་ཀྱིས་དེའི་གཏམ་རྒྱུད་དེ་གསུང་མྱོང་ཡོད། དེ་གཞི་བཞག་འདྲ་པོ་བྱེད་བཞིན་ཞུ་གི་ཡོད་ར། ཇི་ལྟ་མི་སྡུག་པ་སོར་མོའི་ཕྲེང་བ་ཅན་ཟེར་ཡ་འདི། སྤྱི་བཏང་ང་ཚོ། ཨ་ལས། ཡ་འདི་གཉིས། མིང་ཆ་ཚང་བྲིས་ཡོད་ཟེར་མ་གཏོགས། བྲིས་ཡོད་ཟེར་མ་རེད་མི་སྡུང་བ་སོར་མོའི་ཕྲེང་བ་ཅན་ཟེར་ཡོད་རེད། ད་མི་སྡུང་བ་ཟེར་དུས་ཙམ་པ་ལ་ཡང་སྤྱི་བཏང་སྡུང་བ་ཟེར་ན་སྡུག་ངེས་རེད་བ། བྱས་ཙང། ཁོ་རང་འཁྲུངས་མཚམས་ཉིན་ནས་ཨ་ནེ། ག་ཤུག་རེ། འཁྲུངས་མཚམས་ཟེར་གོ་རེ། མ་ཡིག་རྙེད་ལ་ཡ། ཨ་ནེ། ཨ་མའི་རྙེད་ལ་ཉིང་མཚམས་འཇག་མ་ཐག་ནས། ཨ་ནེ། ཁྱེའུ་མི་བརྡུང་བ། སོ་མའི་ཕྲེང་བ་ཅན་གྱི་ཨ་མ། ཨ་མ་ལ་ཡ། ཞི་བུ་ཅེས་སེམས་ལ་ཞི་བདེ་དང། བག་ཕེབས། ཡིད་བདེ་པོ། ཨ་མ་མོ་རང་ཡང་སེམས་པ་བཟང་པོ་ཞི་བུ་ཅིག་བྱུང་ཡིན་པར། བྱས་ཙང་ཨ་ནེ་འདིའི་རྗེས་ལ་ཡ། ཅིག་གིས་མཚན་ལྡན་མཁྱེན་གཟིགས་རུ་བ། སྙེ་མ་རྒྱ་གར་ནང་ལ་ཡིན་པ་ཡིན་ན་སྤུ་གུ་སྐྱེས་ཚར་ན་སྤུ་གུ་དེ་མ་འོངས་པ་ག་འདྲེ་ག་འདྲེ་ག་འདྲེ་ཡོང་ས་རེད་བྱེད་བྱེད་བྱེད་འདི་འདྲེ་མ་འོངས་པའི་སྤུ་གུ་དེ་ལ་ཡ་དེ་འདྲེ་དེ་འདྲེ་དེ་འདྲེ་ཡོང་ས་རེད་བྱེད་ནས་དངོས་གཞི་བཤད་མཁན་ཞུ་གི་རེད་ད་མ་འོངས་པའི་དེ་འདྲེ་དེ་འདྲེ་ཡོང་གི་རེད་གསུང་མཁན་དེ་འདྲེ་ཡོད་རེད་དེ་ཚོ་ལ་ཡ་མཚན་ལྡན་མཁྱེན་གཟིགས་རུ་བ། ཨ་ནི་མཚན་ལྡན་མཁས་པ་ཁོ་རང་ཚོ་གིས་ཨ་ནི་ཁྱེའུ་དེ་ཞི་བུ་ཅི་ཡག་པོ་གཅིག་ཡོང་ས་རེད་བྱས་བྱས་བྱས་ནས་ཨ་ནེ་གང་ལྟར། ཁྱེའུ་ཁོ་རང་གི་མིང་ལས་ཡག། མི་དུང་བ། ཟེ་རྟགས་ཡིན་པར། མི་དུང་བ་ཟེར་དུས་ཙམ་པ་ལ་སྡུག་བསྔལ་མེད་པ་ཟེར་ཡ་འདྲ་པོ་རེད། མི་དུང་བ་ཟེར་དུས་ང་རང་ཚོའི་ཨ་ནེ་ཡ། ལྷ་གནས་སྤྱི་ལ་ཡ་མི་དུང་བ་ཟེར་བྱོས་རུ་བ། ཉོན་མོངས་གདུང་བས་མི་དུང་བ་ཡིན་པ་སོང་ཙང་མི་དུང་བ། ད་གང་ལྟར་ཁྱེའུ་ཡག་པོ་ཞི་བོ་གྱིས། ཨ་ནེ་ཁོ་རང། སྐྱེས་ནས་གང་ཅིའི་ཐོག་ནས་ཡག་པོ་ཡོང་གི་ཡོད་པ་སོང་ཙང། སྡུག་བསྔལ་གྱིས་མནར་བ་དེ་འདྲས་མ་བྱུང་ཡག། ཡག་པོ་ཞིག་བྱུང་གི་ཡོད་པ་སོང་ཙང་མིང་ཁོ་རང་ལ་མི་རྡུང་བ་ལྟ་ཡིན་པ་ད་སོང་མོའི་ཕྲེང་བ་ཅན་ཟེར་ཏེ་མིང་འདི་བརྗེས་ཏེ་པ་ལྟ་འགྱོ་མེད་འགྲོ། ད་འདི་ག་བ་རེད་པས་ཟེར་ན་འདི་གས་བདག་གིས་ཐོས་པ་དུས་ཅིག་ན་བཅོམ་ལྡན་འདས་མཉན་ཡོད་ན་རྒྱལ་བུ་རྒྱལ་བྱེད་ཀྱི་ཚལ་གྱོས་མོས་གཟི་བྱིན་གྱི་ཀུན་དགའ་ར་བ་ན་བཞུགས་སོ། སྐབས་དེ་དུས། བཅོམ་ལྡན་འདས། ཞལ་གྱིས་བཞུགས་ཡོད། བཞུགས་པའི་དུས་ཚོད་ལ་ཡིན་ཟེར། བཅོམ་ལྡན་འདས་རྒྱལ་བུ་རྒྱལ་བྱེད་ཀྱི་ཚལ། རྒྱལ་བྱེད་ཀྱི་ཚལ། མགོན་མེད་ཟས་སྦྱིན། ཁྱིམ་བདག་མགོན་མེད་ཟས་སྦྱིན་གྱི་ཀུན་དགའ་ར་བ་ན་བཞུགས་ཡོད་རེའི་ཕྱིར། སྐབས་འདི་དུས་ཙམ་པ་ལ་ཡ། རྒྱལ་བུ་གསལ་རྒྱལ། ད་རྒྱལ་བུ་གསལ་རྒྱལ་ཟེར་ཡ་དེ། རྒྱ་གར་ནང་ལོགས་ལ་ཡ། བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་ལ་ད་རྒྱལ་བུ། སྐད་གྲགས་ཆེན་པོ་བཞི་བོ་ཅི། ཡིན་ས་རེད། ཨ་ནི། རྒྱལ་བུ་གསལ་རྒྱལ་ལ་ཡ་ཨ་ནི། བློན་པོ་རིག་པ་ཅན་པ་ཅིག་ཡོད་རེད་ལ། བློན་པོ་མཁས་པ་རིག་པ་དང་ལྡན་པ་དེ་འདྲ་ཅིག་ཡོད་པ་བྱས། ཨ་ནི་བློན་པོའི་ཆུང་མ་དེ་སྦྲུམ་མ་འཁོར་ཡིན་པ་རེད། མངལ་འཁོར་ཡིན་པ་རེད་ད། བློན་པོའི་ཆུང་མ་དེ་ལ་ཡ་གྲོ་གོ་ན་ལ་ཅིག་གི་སྤུ་གུ་ཅིག་བྱུང་ཡིན་པ་རེད་ལ། ཨ་ནི་སྤུ་གུ་དེ་ཅིག་གི་ཞེ་བུ་ཅེ་སྙིང་རྗེ་བོ་གཟུགས་པོ། ཇི་བཞིན་མཛེས་སྡུག་དང་ལྡན་པ་ཡོད་པར་མ་ཟད། ནི་སྟོབས་ཆེན་པོ། གང་ཅིའི་ཐོག་ནས་ད། ཅིག་གིས། གཟུགས་པོའི། ཡོན་ཏན་དེ་གས་ཚང་དེ་མགྱོགས། ཨ་ནི། དམིགས་བསལ་གྱིས་ཨ་ནི། རྣམ་དཔྱོད་བཞི་པོ་ཅིག་ཡོད་བསྡད་པ། འདི་འདྲའི་གྱི། ཁྱེའུ་ཅིག་བྱུང་ཡིན་པ་རེད་རོ། ད་ངས་འདི་ནས་མ། ཅིག་གི་གཏམ་རྒྱུད་དེའི་ནང་གི་ག་ལ་གོ་རེ་སློབ་ཕྲུག་ཚོས་ཉིན་བདེ་པོ་ཡོང་ཡ་དེ་གི་ཞུ་བྱ་གི་ད་དཔེ་ཆ་མང་ཀློག་བསྡད་ན་ཨ་མང་པོ་ཞུ་བྱེད་ཐུབ་བྱེད་ཙང་ནི་དེ་འདྲས་ཅིག་བྱུང་བྱས་ཨ་ནི་དེ་འདི་འདྲའི་ཅིག་ཡོད་དུས་བཙན་པ་ལ་ཡག། སྤུ་གུ་འདི་ཡག་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་ཡག་ཆགས་ཡོང་དུས་ཨ་ནི། གཟུགས་པོ་སྟོབས་ཞིབ་པོ་ཡོད་བསྡད་པ་རེད་བ། ཁོ་རང་མི་གཅིག་གིས་མི་སྟོང་ཕྲག་འདི་འདྲའི་བརླག། བླ་གལ་ཡང་དེ་འདྲ། གལ་གྱི་སྟོབས་ཟེར་སྐོར་བ། མི་གལ་ཟེར་དུས་སྟོབས་ཆེན་བཞི་པོ་དེ་འདྲ་རེ་གལ་ཟེར་གྱི་ཡོད་ཟེར་བ། དེང་སང་མ་བཟོ་ན་དེ། ར་སེང་རྫིང་གི་མཛོ་སོག་པོ་སྟོབས་བཞི་པོ་ཅི་འདི་བ་འོ་དེ་འདྲའི་གི་ན་གཞོན་སྟོབས་ཆེན་པོ་ཁོ་མི་གཅིག་གིས་མི་སྟོང་ཕྲག་ལྷག་ཁེལ་གྱི་ཡོད་རེད་བྱས་བྱས་བྱས་ནས་དེ་འདྲ་བྱས། ཨ་ནི་ཁོ་གཅིག་གི་གཟུགས་པོའི་རྩལ་དེ་ཚོ་ཡིན་པ་ཡིན་ན་ཡ་མཆོངས་བྱས་བྱས་བྱས་ནས་ནམ་མཁའ་ལ་ཡ་བྱ་འཕུར་འགྲོ་གི་ཡོད་པ་ཡིན་ན་བྱ་འཕུར་མཁན་དེ་འདྲའི་སེམས་ཐུབ་པ་རེད། ཨ་ནེ། གཅིག་གིས། ཤེས་རབ་ནི་བཞི་པོ་ཡོད་བསྡད་པ་རྣམ་དཔྱོད་ཤེས་རབ་རིག་པའི་རྩལ་བཞི་པོ་ཡོད་བསྡད་པ་དེ་འདྲ་ཅིག་ཡིན་པ་རེད་ཁོ་རང་དེ་འདྲ་བྱས། ཨ་ནེ་བུའི་ཡོན་ཏན་དེ་འདྲའི་ལུས་དང། ངག་དང་ལུས་ངག་ཡིད་གསུམ་གྱི་ཡོན་ཏན་བཞི་པོ་དེ་འདྲ་ཡོད་བསྡད་ཡིན་པ་སོང་ཙང་ཨ་ནེ་མ་འོངས་པ་ལ་ཡང་སྡུག་བསྔལ་ཀྲིག་མ་རུ་བ། གང་ངེས་དྲེགས་མར་བ། ཨ་མཚན་གོ་རང་མི་གདུང་བ། དུག་ལྟ་ཡི། ཨ་ནི། མི་གདུང་བ་གསོ་མོའི་ཕྲེང་བ་ཅན་འདི། ཡ། ཆེན་པོ་ཆ་དུས། ཨ་ནི། ཁོ་རང་མཛོད་ཀྱི། ལུང་པ་འདིའི་ཕུག་འདི་ནི་ཡ། རྒྱབ། ཁ་བཤུག་རེ། བྲམ་ཟེ། སློབ་དཔོན་ཆེན་པོ་ཅིག་ཡོད་རེད་བ། བྲམ་ཟེ་སློབ་དཔོན་ཆེན་པོ་དེའི། ཨ་ནེ། སྐུ་མདུན་ལ་ཡ། ཨ་ནེ་ད་གིན་ད་མི་འདུག་ང་སོ་མོའི་ཕྲེང་བ་ཅན་དེ་རྒྱལ་པོ་གསལ་རྒྱལ་གྱི་བློན་པོ་གཅིག་གི་བུ་རུ་བ། ཨ་ནེ་བློན་པོ་དེ་གིས། ཁོ་རང་གི་བུ། མི་འདུག་བ་དེ། ལ། མི་འདུག་བ་དེ་ཡ་རྒྱལ། བྲམ་ཟེ་སློབ་དཔོན་ཆེན་པོ་དེའི་སྐུ་མདུན་ལ་ཡ། ཨ་ནེ། བསླུ་བྲིད་ཞུགས་པ་བཏང་གནང་བ་ཡིན་པར། ཡ་རྒྱལ་ལ་ཡ་སློབ་སྦྱོང་སྦྱང་ཡག། བྲམ་ཟེ་སློབ་དཔོན་ཆེན་པོའི་སྐུ་མདུན་ལས། ཨ་འདུག་སྟངས་ན་འདུག་ཙམ་པ་ལ་ཡ། ཨ་ནི་བྲམ་ཟེ་སློབ་དཔོན་ཆེན་པོ་དེ། ནི་མཁས་པ་ཆེན་པོ། ཨ། ཅི་སྟེ་བརྡུངས་ད། བྲམ་ཟེ་སློབ་དཔོན་ཆེན་པོ་དེ་མཁས་པ་ཆེན་པོ་བྱས། ཨ་ནི། ཁོ་རང་ལ་ཡ། དགེ་ཕྲུག་དཔལ་མང་པོ་ཡོད་ཡིན་པར་སློབ་ཕྲུག་ཡ་ཡུ་མང་པོ་ཡོད་རེད་བྲམ་ཟེ་སློབ་དཔོན་ཆེན་པོ་དེ་ལ་ཡ། སློབ་ཕྲུག་མང་པོ་ཡོད་པ་བཅས། ཨ་ནེ། ཁྱེའུ་མི་གདུང་བ་དེའི་སློབ་སྦྱོང་བྱེད་ཁར་ཕེབས་པ་ཡིན་པ་སོང་ཙང། ཨ་ནེ། ཁོང། ཤེས་རབ། རྣམ་དཔྱོད་ཞེད་པོ་ཡོད་བསྡད་དུས། ཨ་ནེ། ཅིག་གིས། སློབ་མ་གཞན་དེ་ཚོས། ལོ་གཅིག་ལ་སྦྱང་དགོས་ཡ་དེ་ཚོ་ཁོ་རང་གིས་ཨ་ནེ། ཟླ་བ་དྲུག་ནང་ལོགས་ལ་ཡང་སྦྱང་ཐུབ་ཀྱི་ཡོད་རེད། དེ་ནང་བཞིན་སློབ་ཕྲུག་གཞན་པ་དེ་ཚོ་ཟླ་བ་གཅིག་ནང་སྦྱང་ཡ་དེ་ཁོ་རང་ཚོས་ཁོ་རང་གི་ཉི་མ་བཅོ་ལྔ་འདི་བར་ལ་མཁྱེན་ཐུབ་ཀྱི་ཡོད་རེད། གང་ལྟར་ཁོང། གཅིག་གིས། ཤེས་རབ་ཧྲིལ་པོ་ཡོད་བསྡད་པ་གཅིག། ཨ་ནི་སྤྱི་དང་ནི་མི་མཉམ་བྱུང། དེ་འདྲའི་ཡག་པོ་ཞིག་པོ་ཅི་ཡོད་ཟེར། ཨ་ནི། དེ། བྲམ་ཟེའི་སློབ་དཔོན་ཆེན་པོ་འདི་ཡང་ཨ་ནི་ཁྱེའུ་མི་བཏུང་བ་སོར་མོའི་ཕྲེང་བ་ཅན་ལ་ཞིག་པོ་ཅི། ག་ཞུགས་རེད། ཐུགས་དགྱེས་པོ། ཐུགས་མཉེས་པོ་ཞིག་པོ་ཆགས་ཡིན་པ་གང་ཟེར་ན། སློབ་དཔོན་ཁོ་རང་གིས་ག་རེ་བསྟན་པ་ནང་བཞིན། ཁྱེའུ་མི་གདུང་བ་སོ་མའི་ཕྲེང་བ་ཅན་དེ་ཡིས། ངས་གནང་ཐུབ་ཀྱི་ཡོད་པ། སློབ་དཔོན་ལ་གུས་ཞབས་ཡོད་དེ། དེ་འདྲའི་གྱི་ཁྱེའུ་ཡག་པོ་ཞི་བོ་གཅིག། དེ་འདྲའི་ཡག་པོ་ཞི་བོ་གཅིག་ཡོད་ཡིན་པ་སོང་ཙང། སློབ་དཔོན་ཁོ་རང་ཡང། སློབ་མ་དེ་ལ་ཞི་བོ་གཅིག་ཐུགས་མཉེས་པོ་བྱེད་དེ་འདྲས་ཡིན་པ་རེད། ད་ལྟ་བྲམ་ཟེ་སློབ་དཔོན་ཆེན་པོ་དེའི། ཆུང་མ། ཆུང་མ་ཟེར་ན་ཁྱེད་ཀྱི་རུས་པ། མནའ་མ། བཟའ་ཟླ། སྐྱེས་དམན། ད་འདི་བྲམ་ཟེ་སློབ་དཔོན་ཆེན་པོ་འདི་གི་ཆུང་མ་འདི། ཨ་ནི། ཁྱེའུ་མི་བཏུང་བ་སོ་མོའི་ཕྲེང་བ་ཅན་འདི་ལ་ཡ། བཞི་པོ། ཡིད་དབང་འཕྲོག་ཡིན་པར། ལྟ། ཁྱེའུ་མི་གདུང་བ། སོ་མའི་ཕྲེང་བ་ཅན་དེ་ལྟ་བཞི་པོ་ཅི། སྟོང་པ། རྫིག་པོ། མཚར་པོ། ལུས་པོའི་སྟོབས་དེ་ཚོ་གང་ཅིའི་ཐོག་ནས་ཡོད་བསྡད་པ། མི་ཉམ་ཆུང། གང་ཅིའི་ཐོག་ནས་དེ་འདྲའི་ཡག་པོ་ཡོད་དུས། ད་ལྟ་བསྡད། བྲམ་ཟེ་སློབ་དཔོན་ཆེན་པོའི་ཆུང་མ་དེ།

མི་འདུག་པ་སོ་མའི་ཕྲེང་བ་གཅིག་གི་བསམ་བློའི་ཟུར་ལ་ཡོད་ཀྱི་མ་རེད་རོ། གལ་ཏེ། ཧ་གོ་བའི་དབང་དུ་བཏང་ན་ཡང། ཨ་ནི། ཁོ་རང་གི། ཡ་རབས་བཟང་སྤྱོད་བཞི་པོ་ཡོད་བསྟན་གྱི་ཅི་རེད། ཨ་ནི་སོ་སོའི་དགེ་རྒན་གྱི་ཆུང་མ་ལ་ཡ། དེ་འདྲའི་རྩ་བ་ཉིད་ནས། ཅིག་གི། ཕོ་མོའི་འབྲེལ་བ་དེ་འདྲའི། ཞུ་ཡ་གི་བསམ་བློའི་ཟུར་ལ་ཡ་ཡོད། ཡོད་མ་རེད། འདྲ། གནས་སྟངས་དུས་འགྲོ་བསྡད་པའི་སྐབས་ལ་ཡ། ཨ་ནི་ནམ་རྒྱུན་ནས། བྲམ་ཟེ་སློབ་དཔོན་ཆེན་པོ་དེའི། ཨ་ནི་ཕྱོགས་མཐའ་ཁག་ལ་འཕེལ་གྱི་ཡོད་རེད་དཔེར་ན་ལོ་གཅིག་གི་ནང་ལ་འཕེལ་གྱི་ཡོད་ན་ཟླ་བ་གཅིག་གི་ནང་ལ་འཕེལ་གྱི་ཡོད་ན་འང། དེ་འདྲའི་བར་འཕེལ་ཏེ་དེ་ཚོད་མ་ལ་ཨ་ནི། བྲམ་ཟེའི་སློབ་དཔོན་ཆེན་པོ་འདི། གཅིག་གི་ཕྱོགས་ལུང་པ་མ་འདྲ་མ་འདྲ་མ་འདྲ་དེ་འདྲའི་ལ་ཡང་ལོ་གཅིག་གི་ནང་ལ་ཟླ་བ་གཅིག་སུ་འཕེལ་གྱི་ཡོད་པ་ཡིན་ན། འཕེལ་གྱི་གསུང་ཆོས་གནང་དགོས་ཡིན་ན་སློབ་ཚན་ཁྲིད་དགོས་ཀྱི་ཡོད་པ་ཡིན་ན་ལས་འོ་དེ་འདྲས་འཕེལ་གྱི་ཡོད་རེད་བ། ཨ་ནི་དེ་འདྲས་འཕེལ་གྱི་ཡོད་དུས། ཨ་ནི། ད་ལྟ། བྲམ་ཟེ་སློབ་དཔོན་ཆེན་པོས་ད་ཡང་འདིའི་དུས་ཚོད་དེ་རེ་ཡན་ཆད་ཅིག་བྱས་ནས། ཨ་ནེ། ད་ལྟ་འདི་ལ་གང་བྱ། ཁོ་རང་གི་ཆུང་མ་དེ་ལ་ཡ། ཨ་ནེ་ང་སང་ཉིན་ན་ཉིན་འདི་འདྲས། ཕྱོགས་དང་གང་ལ་ཡ། སློབ་མ་ཚོ་ལ། སློབ་ཁྲིད་ཀྱི་ཆེད་དུ་འགྲོ་དགོས་འོས་ནས་རེད་མི་མང་ལ་གསུང་ཆོས་གནང་ག་འགྲོ་དགོས་འོས་ནས་རེད་ད་ང་དུས་འགྲོ་གི་ཡིན། ཨ་ནེ། ཁྱེད་རང་གི། དེ་ག་ཞུགས་རེད། ཁྱེད་རང་དེ། ཁྱིམ་ཚང་ནང་ལ་ཞུགས་པའི་སྐབས་ལ་ཡང། ཨ་ནི། བཀུར་སྟི་རིམ་གྲོ་ཞུ་མཁན། ཞབས་ཕྱི་ཞུ་མཁན། རེད་བ། ཞལ་ལག་དང་དེ་ཚོ་བཟོས་གནང་དགོས་ཡོད་ནའི་རེད། ཨ་ནི་དེ། སེམས་ཆུང། གལ་ཆེའི་གཙང་མ་གནང་དགོས་ཀྱི་ཡོད་ན་རེད། ཨ་ནི་དེ་འདྲས་ཀྱི་ཆེད་དུ་ཞབས་ཕྱི་ཅིག་བཞག་བཞག་ན་འགྲིག་གི་རེད། ཨ་ནི་དེ་ནི་ཁྱེད་རང། སློབ་མའི་ནང་ལོགས་ནས། ཅིག་གདམ་ཞུ། ཞེས་ཞེས་ནས། དུ་གསུངས་ཡིན་པར། དུ་གསུངས་དུས་བརྩམས་པ་ནི་ད་ལྟ་འདས། བྲམ་ཟེ། སློབ་དཔོན་ཆེན་པོའི་ཆུང་མ་དེས་ད་ལྟ་གོ་སྐབས་ཡག་པོ་ཞིབ་པོ་ཞིག་བསྒྲགས་སམ་ཅི། ང་རང་ནམ་རྒྱུན་ནས་མི་དུང་བ་སོར་མོའི་ཕྲེང་བ་ཅན་ལ་ཡར། འདིར་བསྡིགས་ཡོད་རེ་བ། རེ་བ་འདྲ་ཞིག་བརྒྱབ་བསྡིགས་ཡོད་རེ་བ་ཡིད་དབང་འཕྲོག་བྱེད་ཅིང། འོ་དུ་བསྟེར་དུས། ཨ་ནི། བྲམ་ཟེའི་ཆུང་མ་དེ་གིས། ད་ཡིན་ན་མོ་བསྒྲིགས་ཤག་སམ་ཅི་བྱ་ཨ་ནི། ཁོ་རང་གིས། སྐུ་ཟླ་སློབ་དཔོན་དེ་ལས་ཞུས་ཡིན་པ་རེད། ཨ་ནི་ངས། ད་ཟླ་ཞབས་ཕྱི་ལ་ཡ། ཁྱེའུ་མི་ཐུང་བ་སོ་མའི་ཕྲེང་བ་ཅིག་བཞག་རོགས་གྱིས། ད་དེ་དུས་ད་སོ་མའི་ཕྲེང་བ་ལབ་ཀྱི་ཡོད་ཀྱི་མར་ད་ད་ཁོ་རང་མིང། ད་ད་ནས། དེ་ལབ་ན་སྔར་གྲག་གི་ཡོད་ཀྱི་རེད་ཡིན་ནས་ད་ད་མིང་འདི་ཡིན་པ་ཆ་ཞོག། མི་ཐུང་བ་སོ་མའི་ཕྲེང་བ་ཅིག་བཞག་རོགས་གྱིས་ཡ་ཞུས་ཡིན་པ་རེད། ཁྱེའུ་མི་ཐུང་བ་དེ་བཞག་རོགས་གྱིས་ཡ་ཞུས་ཡིན་པ་རེད། ཨ་ནི་སློབ་དཔོན་ཆེན་པོས། འགྲིག་རེད་བྱས། ཨ་ནི་ད་ད་དེ། ཁྱེའུ་མི་གཏོང་བར་ཁོང། དེ་ན་སློབ་དཔོན་གྱི་ཆུང་མ་འདིའི་ཞབས་ཕྱི་ལ་ཡང་བཞག་ཡིན་པར། ཨ་ནི་སློབ་དཔོན་ཆེན་པོ་འདི་ཨ་ནི་ཕྱོགས་མཐའ་ཁག་ལ་ཕ་སུང་ཇུས་ནང་ང་ཕེ་བྱེད་ཅིག་ཅིག་འདུག་པས་ད་ཞག་པོ་ག་ཚེ་བཞུགས་ཡིན་ན་ཉི་མ་བཅོ་ལྔ་ཉི་ཤུ་ཟླ་བ་གཅིག་ག་ཚེ་བཞུགས་ཡོད་པ་ཡིན་ནས་འདུག་ཕ་ཕེ་ཨ་ནི། མི་གཏོང་བར་སོ་སོ་མོའི་ཕྲེང་བ་ཅན་ད་ཁོ་རང་ཕེ་གེ་ལ་ཡང། ཅིག་གིས་སློབ་དཔོན་གྱི་བཟའ་ཟླ་ལ་ཞབས་ཕྱི་ཞུས། ཞལ་ལག་བཟོས་ན་ཡིན་ན་རེ། དེའི་སྡེ་པ་ནམ་ས་འཕྲུལ་དགོས་ཡིན་ན་རེ། ཕྱི་དར་བཏང་དགོས་ཡིན་ན་རེ། ག་རེའི་ཞབས་ཕྱི་ག་རེ་ཞུ་དགོས་དགོས་ནས་ཞབས་ཕྱི་དེ་གའི་འཐུས་ཚང་ཞུས། ཨ་ནི་ཁོ་རང་སློབ་སྦྱོང་གནང་དགོས་ཡ་དེ་གའི་གནང་བྱེད་ཅེས་ཞུ་དགོས་རེད། ཨ་ཡིན་ནའི་ལས་ཆུང་མ་དེ་གའི་རྣམ་འགྱུར་འདྲ་ཅི་བཞི་བུ་སྟོན་བྱེད་ཅེས་ཅེས་ཁོ་རང་ལ་ཡ་ཨ་ནི་ཆགས་པའི་རྣམ་འགྱུར་བཞི་བུ་སྟོན་གྱི་ཡོད་རེད་ཡིན་མ་ཐག་པ་དེ་འདྲ་འདྲ་བུ་གནང་གི་ཡོད་གྱུར་བ། ཨ་ནི་ཁྱེའུ་མི་གདུང་བ་དེ་གིས། དེའི་རྩ་བ་ཉིད་ནས། སོ་སོའི་དགེ་རྒན་གྱི་ཆུང་མ་ལ་ཡང། རྩ་བ་ཉིད་ནས་དེ་འདྲའི་གི། ཆགས་སེམས་དང་འབྲེལ་བའི། ཅིག་གིས། མིག་ཟུར་ཙམ་ཅིག་འཕེན་གྱི་ཡོད་མ་རེད། མོ་ལ་གུས་ཞབས་རྐྱང་རྐྱང་ཞུས་ཏེ་མ་འདུག་འོ་དེ་འདྲ་བྱས། བྱས་ཙང་ཁོང་གིས། ཆུང་མ་དེ་ལ་ཡ། ཡ་ཁྱོན་ནས་མ་གནང་བ་ཡིན་པར། ལྟ་མོ། ཉི་མ་གཅིག་མེད་གཉིས་མེད་ཉི་མ་ག་ཚད་རེ་བ་རྒྱག་པ་ཡི་ནས་ལས། ལྟ་མོ། ལ་ཡ། ཁྱེའུ་མི་གདུང་བས། དེ་འདྲའི་རྩ་བ་ཉིད་ནས་གནང་གི་མེད་པར་སོང་ཙང། ཨ་ནི་མོ་པད་ཡི་དང་འདྲ་ཆེས་ཆེས་ཆེས་ཆེས་ནས། བ། ཨ་ནི། ནམ་ཞིག། ཕ་གི། བྲམ་ཟེ་སློབ་དཔོན་ཆེན་པོ་དེ་ཆོས་བསྟན་ནས་ཚུར་གཟིམ་ཁང་ལ་ཚུར་ལོག་ཕེབས་པའི་སྐབས་ལ་ཡ། ཨ་ནི་ད་ལྟ་ཆུང་མ་འདི་ཀྱིས། དེ་འདི་བ། སྐྲ་དང་དེ་ཚོ་ཡང་གཟིངས་བྱས་ནས་གདོང་པ་ལ་འབར་ཤིག་རྒྱ་བལ་གྱིས་མཚོན་པའི་ཅིག་འདི་འདྲའི་རྣམ་འགྱུར་འདྲ་བོ་དེ་འདྲ་བྱས། མོ་རང་ངུས་བསྡད་པ་ཡིན་གྱི་རུ་བ། ཨ་ནི་སྐབས་དེ་དུས་སློབ་དཔོན་ཆེན་པོ་གཟིམ་ཁང་ལ་ཚུར་ཕེབས་པའི་སྐབས་སུ་ཨ་ནི་སློབ་དཔོན་གྱིས་ད་ཁྱེད་རང་ག་རེ་བྱས་སོང་ཟེར་ཡང་བཀའ་འདྲི་གནང་དུས་ཨ་ནི་ཆུང་མ་འདི་ཀྱིས་ཁྱེད་རང་གཟིམ་ཁང་ལ་མ་བཞུགས་ཕྱི་ལོགས་ལ་ཕེབས་པའི་སྐབས་ལ་ཡ། ཨ་ནི་ཁྱེའུ་མི་གདུང་བ་དེ་གིས་ཨ་ནི་ང་ལ། དེ་འདྲས་དེ་འདྲས་དེ་འདྲས་སྡུག་ཅག་བྱས་སོ། ཅིག་གིས་ཆགས་སེམས་དང་འབྲེལ་བའི། རེད་བ། ཆགས་སྤྱོད་དང་འབྲེལ་བ་ཡོད་པའི་སྐད་ཆ་དེ་འདྲས་མང་པོ་བཤད་བྱས་ཁོས་ང་ལ་དེ་འདྲས་དེ་འདྲས་བརྙས་བཅོས་བཤད་ཡ། ད་དེང་སང་མ་སོང་ན་ཕལ་ཆེར་བཙན་གཡེམ་བྱས་རྒྱུ་འོང་མདོག་མདོག་གིས། དེ་འདྲས་གིས་ད། བྱས་རྒྱུ་མདོག་མདོག་ཞུས་ཡིན་པ་རེད། སློབ་དཔོན་དེ་ལ་ཡང་ཞུས་ཡིན་པར། ད་སློབ་དཔོན་དེ་ལ་ཞུ་དུས། ཨ་ནི་སློབ་དཔོན་གྱི་ཐུགས་ལ་ཡ། ད་སློབ་དཔོན་གྱིས་བརྟག་དཔྱད་ཁྱོན་ནས་མ་གནང་བར་བྱས། ང་ཡ། ག་ས་ང་ཚོའི་བསླབ་བྱ་མུ་ཏིག་ལས་ཕྲེང་བའི་སྒང་ལ་ཡ་ཞུ་དུས། ཚིག་འདི་འདྲ་འཆིང་སོང་ཨ། བརྟག་དཔྱད་ཡག་པོ་བྱེད་དགོས་རེད་གསུངས་ཡོད་དེ་འདྲ་ཧོ་དེ་འདྲའི་ཁོས་བརྟག་དཔྱད་ཁྱོན་ནས་མ་བྱས་པ་བྱས། ཨ་ནེ་ཁོ་རའི་ཆུང་མ་དེ་ཡི་སྐད་ཆ་དེ་ལ་ཁོ་རང་ཡིད་ཆེས་ཡོད་རེད་བ། བྱས་ཙང་ད། ཁོ་རའི་ཆུང་མ་དེ་གི་བཤད་རྒྱོག་སྐད་ཆ་ད་ག་རང་ལ་བདེན་པ་འཛིན་བྱེད་ཅི་རེད། ཨ་ནེ། ད། དེ་འདྲས་བྱས་ན་དཔེ་སྲིད་གི་མ་རེད་བསམ། ངས་ཁོ་ལ་ཡིད་ཆེས་བྱེད་ཅེས་ཆུང་མའི་ཞབས་ཕྱི་ལ་བཞག་པ་རེད། བཞག་པ་རེད་དེ་ལས་ཁོས་དེ་འདྲས་བྱས་ན། ཁོས་དེ་འདྲས་བྱས་པ་རྩ་བ་ཉིད་ནས་འགྲིག་གི་མ་རེད་བསམ་པའི་ཐུགས་ལ་དགོངས་བྱེད་ཅེས། ད་བྲམ་ཟེ་སློབ་དཔོན་འདི་གིས་ཨ་ནི། ཁྱེའུ་མི་བཏུང་བ་ཅིག་གིས། ཚོགས་དམ་བཏང། བརྡུང་བྱས་ན་དེ་འདྲས་བྱས་ཆོག་ཆོག་ཡོད་མ་རེད་ད། ཁྱེའུ་མི་བཏུང་བ་དེ་ནི་རྒྱལ་པོ་གསལ་རྒྱལ་གྱི་བློན་པོ་ཆེན་པོ་ཅིག་གི་བུ་ཡིན་པ་རེད་རོ། ཡང་འདི་པ་ལ་སྐད་ཆ་མང་པོ་ཡོད་རེད་བ། མི་བཞིན་བོན་པོའི་སྤུ་གུ་རེད་ཟེར་དུས་ཚང་མ་ལ་ཨ་ནེ། རྙོག་དྲ་ཐིག་སུ་ཡོད་རེད་བ། བྱས་ཙང་འཚོ་གཏམ་བཏང་ཆོག་ཆོག་དང་རྡུང་ཆོག་ཆོག་དེ་འདྲའི་གལ་ཡོད་མ་རེད། སྤྱི་བཏང་ནས་རྡུང་ཐུབ་ཡག་ཁོ་ར་ཡོད་མ་རེད་མི་རྡུང་བ་སོ་མོའི་ཕྲེང་བ་ཅན་ནི་སྟོབས་ཆེན་པོ་ཞེ་དྲག་ཡིན་པ་རེད། ཁྱེད་ཀྱི་སྟོབས། རེད་བ། ད་མི་ལྔ་བརྒྱ་དྲུག་བརྒྱ་དེ་འདྲའི་ཁོས་བརླག་སྐྱེལ་གྱི་ཡོད་རེད་ད་གིན་དཔེ་ཆ་འདི་ན་མི་ཆིག་སྟོང་ཕྲག་སོང་འདུག་ད། དེ་འདྲའི་གི་གནས་སྟངས་མང་པོ་ཅི་ལ་ཞིག་པས་ཨ་ནེ་སློབ་དཔོན་དེ་གིས། ཁོ་རང་ལ་ཡ་ཐད་ཀར་ཉེས་པ་བཏང་ཐུབ་ཀྱི་ཡོད་མ་རེད། ཆད་པ་བཏང་མ་ཐུབ་པ་ཡིན་པར་ཆད་པ་བསྐྱལ་མ་ཐུབ་པ་ཡིན་པར་རེད་བ། ཨ་དེ་ཡིན་དུས། འདོད་དཔོན་གྱི་ཐུགས་ལ་ཡ་ཨ་ནི། དགོངས་པ་ཞིམ་པ་ཅིག་བཞེས་ཅི་བྱེད། རེད་བ། ད་དེ་ཚོ། དངོས་གནས་དྲང་གནས་ཡིན་ནམ་མེད་ནམ། སློབ་དཔོན་གྱིས་ཁོ་ལ་ཡ། ཅིག་གིས་ཁོང་ཁྲོས་ཀུན་ནས་ལངས་ཏེ་ཉེས་པ་དེ་འདྲའི་བཏང་འཇུ་བའི་ཉེས་པ་བཏང་བ་ཡིན་ནམ། ཡང་ན། སློབ་དཔོན་ཁོ་རང་གི་ཆོས་ལུགས་དང་འབྲེལ་བ་ཡོད་བསྡད་པས། ཆོས་ལུགས་ཀྱི་ལམ་ནས་མ་དེ་འདྲའི་ཡོད་པ་ཡིན་ན། གང་ལྟར་སློབ་དཔོན་གྱིས་ཁོ་ལ་ཡ་ཨ་ནི་གདམས་ངག་དག་མ་བཟོ་ན། བསླབ་བྱ་འདྲ་པོ་ཞིག་ག་རེ་གནང་བ་རེད་པས་ཟེར་ན། ད་ཁྱེའུ་ཁྱེད་རང། ལ། ག་ཞུགས་རེ། མི་སྟོང་ཕྲག་གཅིག་བསད་པས་ཨ་ནི། སོར་མོ་འདི། ཁྱེད་རང་གི། ཕྲེང་བ་ནང་བཞིན་བྱེད་ཅེས་བྱིན་ཕྲེང་བ། བཟོས་ནས་དེ་གོན་པ་ཡིན་ན། ཨ་ནི། ཡིན་ནས་ཡ། ཕྱིས་སུ་ཨ་ནི་ལྷ་ཚངས་པ་དང་དེ་ཚོའི་གོ་འཕང་ཡང་ཐོབ་གི་རེད། བྱས་ནས་དེ་འདྲའི་ལམ་སྟོན་གནང་ཡིན་པར། སོར་མོ་ཟེར་ན་འདིར་བ་དེ། འདི་ལ་སོར་མོ་ཟེར། ནམ་རྒྱུན་ང་ཚོས་སྤྱི་ཡོངས་ཀྱི་ཆ་ནས། དེ་གའི་ཚང་མ་ལ་སོར་མོ་ཟེར་གྱི་འདུག་བ། ལག་པའི་སོར་མོ། དེ་ཚོ་ལ་གོན་ཡ་དེ་ལ་སོར་གཏུབ་ཟེར་གྱི་འདུག་བ། བྱེ་བྲག་པ་གཅིག་གི་མིང་འདིའི་སྤྱི་པ་ལ་ཕ་བཏགས་བཞག་པ་སོར་མོ་ཟེར་ན་བྱེད་སྟངས་འདི་རེད། བ། འདི་ལ་མཐེ་བོང་ཟེར་གྱི་རེད་བ། འདི་ལ་སོར་མོ་ཟེར་གྱི་རེད། འདི་ལ་མཛུབ་མོ་ཟེར་གྱི་རེད། ལྷག་གནས་མདའ། རུ་རྫ། ཐེ་བོང། སོར་མོ། འདི་མཛུབ་མོ་མིན་འགྲོ། ཨ་ལས། ཐེ་བོང་མཛུབ་མོ་གུང་མོ་སྲིན་ལག་མཐེའུ་ཆུང། ཨ་ལས། དེ་དེ་སོར་མོ་ཟེར་ན་ཚང་མའི་མིང་ཡིན་ཟེར། ཐེ་བོང་མཛུབ་མོ་གུང་མོ་སྲིན་ལག་མཐེའུ་ཆུང། ཁོ་ཚོ་ང་ལ་མིང་རེ་རེ་ཡོད་རེད་པ། ད་ག་རེ་ཡིན་ན་ཡོད་ཤོག། ཨ་དུས་ཕྱི་དུས་ཙམ་པ་ལ་ཡ། ཨ་ནི། སོར་མོ་ཟེར་ན་ད། ཁྱེད་ཀྱིས་འདི་ག་འདྲི་ཡིན་གོ་གི་འདུག། ལམ་རྒྱུད་ང་ཚོ། ཁེ་བོང་བཅས་མཛུབ་མོ་གུང་མོ་སྲིན་ལག་མཐེའུ་ཆུང། དེ་མེད་ན་སོར་མོ་ཟེར་དུས་ཙམ་པ་ལ། ཨ་ནི། མཐེའུ་སྟོང་མི་སྟོང་ཕྲག་ཅིག་བསད་དགོས་པའི་རྒྱུ་མཚན་ཡོད་མ་རེད་བ། སོར་མོ་འདི་གའི་ནང་ན་ཟླ་གཅིག་འཆར་དགོས། འདི་དངོས་གནས་བྱས་ན། འདི་སོར་མོ་ཡིན་པ་ཆགས་ཤོར་བ་ལྟར་སོར་མོ་དེ་ཞེ་དྲག་ཞེ་དྲག་ངོས་འཛིན་དུ་མ་སོང་ད་ག་ནས་འདི་སྔར་ནང་ན་སོར་མོ་གང་ནས་ནམ་རྒྱུན་དཔེ་ཆ་འཛུགས་ནང་འདུག་ཟེར། མཐེ་བོང་རེད་མཛུབ་མོ་རེད་གུང་མོ་རེད་སྲིན་ལག་རེད་མཐེའུ་ཆུང་རེད་འོ་འདུག་ཟེར། ད་ད་ལྟ་སོར་མོ་ཡིན་དུས་འདི་ཡིན་པ་ཆགས་ཤོར་ད་འདི་ཡིན། ད་འདི། སོར་མོ་འདི། མི། སྟོང་ཕྲག་གཅིག་བསད་པའི་སོར་མོ་འདི། སོར་མོ་སྟོང་ཕྲག་གཅིག་གདུགས་སུ་གོན་པ་ཡིན་ན། ཕྲེང་བ། ཕྲེང་བ་ཟོས་བྱས་ལུས་ལ་བརྒྱན་པ་ཡིན་ན། ཨ་ནི་ཁྱེད་རང། མ་འོངས་པ་ལ་ཡ། ཅིག་ཐག་པ་ཐུབ་ཀྱི་རེད་གཏོང་ཐུབ་ཀྱི། འདི། ཆོས་དེ་བསྟན་གནང་ཡིན་པ་རེད། ད་མི་སྡུག་ང་སོར་མོའི་ཕྲེང་བ་ཅན་གྱི། ཨ་ནི་སོ་སོའི་གྱི། ད་ལྟ་འདི། སློབ་དཔོན་ཆེན་པོས་གསུངས་པ་ནང་བཞིན་བཀའ་ལ་བདེན་པ་རྩིས་བྱེད་ཅིག་བྱས་ནས།

མི་ཁྱོད་ནི་འགྲོ་ངན་མེད་པར་ཆགས་པ་ཡིན་པ་རེད། སྦྲུལ་པ། རྒྱུན་ཆད་ཕྱིན་པར་མི་དུང་བ་སོར་མོའི་ཕྲེང་བ་ཅན་གྱི་ད་འདི་མི་བསད་པའི། གཏམ་སྙན་འདྲ་སྟེ། ཕ་ནི་བ་ཁྱབ་ཕྱིན་ཕྱིན། ད་མི་འདི་གས་ཚང་མ་ཞེས་བྱས་བྱས་བྱས་ནས་ཨ་ནི་ལམ་གྱི་ཞི་དུ་འདི་གང་ལ་ཡང་འགྲོ་མཁན་ཁྱོད་ནས་རག་གི་ཡོད་མ་རེད། ཨ་ནི་ད་གང་ལྟར་ཁོ་མི་དགུ་བརྒྱ་དང་དགུ་བཅུ་གོ་དགུ་བསད་ཚར་བ་རེད། མི་དགུ་བརྒྱ་དང་དགུ་བཅུ་གོ་དགུ་བསད་པ་བྱེད་བསད་བྱེད་བྱེད་ཨ་ནི། སོར་མོ་འདི། དགུ་བརྒྱ་དང་དགུ་བཅུ་གོ་དགུ་བསད་པའི་སོར་མོ་འདི་ཁོ་རང་འཇིང་པ་ལ་བཏགས་བསྒུར་བ། ཨ་ནི་ཡིན་ནི་ལས། མི་སྟོང་ཕྲག་གཅིག་ལང་ཡ་ལ་ཡ། མི་གཅིག་མ་ཚང་བ་རེད། མི་གཅིག་མ་ཚང་བ་ཡིན་པ་སོང་ཙང། ཨ་ནི། མི་སྟོང་བ་སོར་མོའི་ཕྲེང་བ་གཅིག་མི་གཅིག་འདི་ཁྱོན་ནས་རྙེད་རོགས་མ་བྱེད་བྱེད་བྱེད། རྙེད་རོགས་མ་བྱེད་པ་བྱེད། ཨ་ནི། རྟ་སྒོ་འུར་དྲག་ཐུག་བྱེད་བྱེད་བྱེད་ནས། མི་གཅིག་ཡོང་རོགས་བྱས་ན་བསམ་པའི་རེ་བ་འདྲ་ཞིག་བརྒྱབ་བསྡད་དུས། ཨ་ནི། ཁ། ནམ་ཞིག་ལ་ཨ་ནི་ཕ་ནེ་ཚུ། སྟོན་པ་བཅོམ་ལྡན་འདས་ཐག་རིང་པོ་ནས་ཚུར་ཕེབས་ཡོང་དགོས་བ་རེད། སྟོན་པ་བཅོམ་ལྡན་འདས་ཀྱིས། ཨ་ནི། གཞན་འདུལ་བའི་དུས་ལ་བབས་ཡོད་པ་ཡིན་ན། ཨ་ནི་སྟོན་པས། སྟོན་པའི་ཐུགས་ཀྱིས་ཡལ་བ་དོར་གྱི་ཡོད་མ་རེད། ད་སྟོན་པ་བཅོམ་ལྡན་འདས་ཐག་རིང་པོ་ནས་ཚུར་ཕེབས་བསྡད་དུས་བརྩམས་པ་ལ་ཨ་ནི། གནམ་ས། སེར་པོ་ཞེས་ཐག་རིང་པོ་ནས་ཚུར་ཕེབས་ཏེ་སྡོད། ཨ་ནི་མི་དུང་བ་སོར་མོའི་ཕྲེང་བ་གཅིག་གིས་ད་ཡིན་ན་མི་གཅིག་ཡོང་གི་འདུག་ཟེར་ནས། དེ་འདྲའི། ཁོད་ཀྱིས་བསད་ཡ་ཐབས་ཤེས་བཏང་བ་རེད་བ། མ་གཞི་དེའི་སྔས་ལ། ཁོ་རང་གི་ཨ་མ་དེ། ཨ་མས་དེ་ནི། མི་དུང་བ་སོར་མོའི་ཕྲེང་བ་གཅིག་གི་ཨ་མ་དེའི། སེམས་ཀྱིས་མ་བཟོད་པ་བྱས་ནས་ཁོ་རེ་འགྲམ་ཡོང་ཡིན་པ་རེད། དེ་བསྙད་ལ་ཡང། ཨ་མས། ཁོའི་མི་ཞིག་བུ་བསད་ཀྱི་འདུག་གནས་ཚུལ་དེ་ཨ་མས་ཐོས། ད་ཨ་མ་ཁོ་རེ་འགྲམ་ལ་ཡ། ཉི་མ་ཅིག་ཁ་ལག་གྱེས་ཁ་ཡོང་ཡིན་འགྱུར་བ། ཁ་ལག་གྱེས་པ་ཡོང་པའི་སྐབས་ལ་ཡ། ཨ་ནི་ཨ་མ་ལ་ཡ། ཨ་མས་ཁྱོད་དེ་འདྲ་བྱས་ནས་ག་རེ་བྱེད་ཀྱི་ཡོད་ལབ་དུས་ཨ་ནི་ཁོས། འདི་ང་རང་གི། ཨ་ནི་སློབ་དཔོན་གྱི་དེ་རེད། ཡེ་ནས་མ་བཀའ་གནང་རྒྱུ་རེད། མི་སྟོང་ཕྲག་གཅིག་གི་སོར་མོ་འགུག་གི་ཡོད་རེད། ཨ་ནི་ཨ་མའི་ལབ་ཡིན་པ་རེད་ད་གལ་སྲིད་ཁྱོད་ལ་ཡ། ཡིན་གཅིག་མིན་གཅིག་སོར་མོ་འགུག་གི་ཡོད་ན། ཨ་ནི་ངའི་ལག་པ་དེ་བཅད་ཞོགས། ལག་པ་བསུ་གི་རེད་དེ་སོར་མོ་མཛུབ་མོ་དེ་བཅད་ཞོགས། བྱེད་བྱེད། ར། གཅིག་བྱས་ན་ཡང་དེ། དེ་ནས་སོར་མོའི་ཕྲེང་བ་ཅན་སྲིད་དུ་བརྩམས་པ་ལ། སོར་མོ་ཞེས་པ་དེ་དེ་གའི་ཚང་མ་ལ་གོ་གི་ཡོད་རེད་པ། མི་སྟོང་ཕྲག་གཅིག་གིས་སོར་མོ། ཕྲེང་བ་ཅན་ནས་གོན་པ་ཡིན་ན། ཨེ་སོར་མོ་བསྡོམས་པས་བཅུ་ཡོད་རེད་པ། སྟོང་ཕྲག་བཅུ་གོན་དགོས་ཀྱི་ཡོད་ན་ག་འདྲ་ཡིན་ན། ཨ་འདི་གསལ་པོ་ཞེ་དྲག་ཧ་གོ་གི་མི་འདུག་ད། གཅིག་བྱས་ན་ཡང། སོར་མོ་ལ་ཡ་དེ་དེའི་ནང་ནས་གཅིག་འདྲ་པོ་གཅིག་ལ་མཛུབ་མོ་འདི་ལ་གོ། འདི་འདྲའི་གཅིག་གོན་ན་ནི་སྟོང་ཕྲག་གཅིག་ཏག་ཏག་བགོ་རུ་བ། དེའི་སྟོང་ཕྲག་གཅིག་དེ་ནས་ཡང། དེའི་མི་གཅིག་གཉིས་རག་ཆོག་གི་རུ་བ་ལག་པ་གཉིས་ཡོད་རུ་མི་ཚང་མ་མི་ལྔ་བརྒྱ་བསད་ནས་འགྲིག་གི་འདུག་བ། ཟླ་གང་ལྟར་ག་འདྲས་ཡིན་ན་མིན་ན། ཁོས་མི་བཞི་བོ་བསད་ཡིན་པ་དེ་ནས་ཨ་མ་དེས་དེའི་ལས་བྱེད་བྱེད་ཨ་ནི་ཨ་མས། ཁྱེད་རང་ལ་ཡ་ང་བསད་དགོས་མི་འདུག་བ། ངའི་སོར་མོ་ཕར་གཏུབས་བཞག་ན་འགྲིག་གི་རུ་བ་ཞེས་བྱས་འདུག་ལབ་ཡིན་པ། ཨ། འདི་འདྲའི་ཅིག་ལ་ཡ། ན་ཁོའི། ཨ་མ། ཨ་མའི་མཛུབ་མོ་འདི། སྟུབ་ལ་ཉེ་བའི་མཚམས་དེ་ལ་ཡ། ཨ་ནི་ཐག་རིང་པོ། ནས་སྟོན་པ་བཅོམ་ལྡན་འདས་ཕེབས་ཡོང་ཡིན་པར། ཕེབས་ཡོང། སྟོན་པས་ཁོ་བསྡུ་བའི་དུས་ལ་བབ་པར་གཟིགས་བྱེད་ཅིག། ད་ཁོས་ཐག་རིང་པོ། ནས། སྟོན་པ་ཕེབས་ཡོང་དུས་ཙམ་པ། ཁོས་མཐོང་ཅིང་ཨ་ནི་ཁོ་བོ་བ། ག། ཕྱུགས་ར།

རྗེས་མ་སེམས་པ་ཡིན་པ་སོང་ཙང་ཨ་ནི་ཁོས་སྐད་བརྒྱབ། སྟོན་པ་བཅོམ་ལྡན་འདས་ལ། དགེ་སྦྱོང། དགེ་སློང་ཁྱོད་ང་སྒུགས་ཤིག། རེད་བ། ང་སྒུགས་ཤིག་ལབ་ནས་ཁོས་ཐག་རིང་པོ་ནས་སྐད་བརྒྱབ་དུས་ཨ་ནི་སྟོན་པ་བཅོམ་ལྡན་འདས་ཀྱིས་ཕ་ནི་ཚུར་ཞལ་ཕྱིས་བལྟས་གནང་བྱས་ཀྱི་ཁོ་ལ་ཡ། ཞལ་བསིལ་ཡིན་པར། ང། དེ་ནས་བག། འགྲུག་གི་མེད། རང་ཅག་བསྡད་བསྡད་ཡོད། ཡིན་ནའི་ལས། འགྲོ་མཁན་དེ། རྒྱུགས་འདེད་མཁན་དེ་ཁྱོད་རང་རེད་འདུག་བ། ང། རྒྱུགས་ཀྱི་མེད། ང་འདེད་འདེད་པ་ཡིན། དེ་འདྲའི་བཀའ་གནང་ཡིན་པར། རེད་བ། ཨ་ནི་ཁོ། པི་ཀེ། སྟོན་པས་ཁོ། ཚུར་ཡོང་བཅུག། ཨ་ནི་ཁོ་སྟོན་པའི་སྐུ་མདུན་ལ་ཡར་བཅར། སྟོན་པའི་སྐུ་མདུན་ལ་ཡར་བཅར་བྱས་བྱས་བྱས། ཨ་ནི། སྟོན་པས། ཁོ་ལ་ཡར། ད། ཁོ་ལམ་ལོག་པ་ལ་ཕྱིན་པ་དེ། སྟོན་པས་མཁྱེན་བྱས་ཤིག་བྱས་ནས། སྟོན་པས་ཁོ་ལ། ཁོ་རང་སྟོན་པའི་སྐུ་མདུན་ལ་བཅར། ད་ཁོ་སྔར། སྟོན་པས་འདི་སྐད་དེ་ལྟ། ལམ་དང་ལམ་མ་ཡིན་པ་དབྱེ་བ་འབྱེད་པའི། ནི་ཁོ་ལ་ཡང་སློབ་གསོ་གནང་གི་འདུག་བ། དེ་ཡིན་དེ་ལྟ། ཁོ་འགྱོད་པ་བཞི་པོ་ཅི་སྐད་ཡིན་པར་ད་ཐ་ན་འདས། མི་སྟོང་ཕྲག་གཅིག་བསད་པའི། ཉེས་པ་ཡོད་རེད། ད་ཉེས་པ་འདི་གི་འདི་ལ་ཡང་འགྱོད་པ་ཧང་སང་ཡང་ཆེན་པོ་ཅིག་སྐྱེད་བྱེད་བྱེད་བྱེད་ནས་ཨ་ནི་གོ། སྟོན་པའི་དགོས་འདུན་ལ་ཡང་བཤགས་པ་ཞུས་ཡིན་པ་རེད། རེད་བ། སྟོན་པའི་དགོས་འདུན་ལ་ཡང་སྡིག་པ་འདི་གའི་ཚང་མ་དག་པའི་བཤགས་པ་ཞུས་རྗེས་ཨ་ནི་སྟོན་པ་བཅོམ་ལྡན་འདས་ཀྱིས་ཁྱེའུ་མི་གདུང་བ་སོ་མའི་ཕྲེང་བ་ཅན་དེ་ལ་ཡང་ཆོས་བསྟན་གནང། འོ་དེ་ཨ་ནི་ཆོས་བསྟན་བྱེད་ཅེས་ཐ་མ་མི་སྡུག་པ་སོ་མའི་ཕྲེང་བ་ཅན་མི་སྟོང་ཕྲག་གཅིག་བསད་པས་ཨ་ནི། དེ་འབྲེལ་གྱི་མི་སྡིག་ཅན་དེ་ཡང། ཨ་ནི་སྡིག་པ་དག་ཅིག་བྱས་ནས། འཕགས་པའི་གོ་འཕང་ལ་ཡང་བཀོད་པ་རེད་ད། ཕལ་ཆེར་དེ་དགྲ་བཅོམ་པ་ཐོབ་པ་ཡོད་པ་བྱས་ཙང། ཁྱེ་འུ་མི་དུ་བ་སོ་མོའི་ཕྲེང་བ་ཅན་དེ་ཐ་མ་ཨ་ནི། མི་སྟོང་ཕྲག་གཅིག་བསད་པའི། མི། སྡིག་པ་ཚབས་ཆེན་བསགས་ཀྱོ་དེ་ཡང། ཨ་ནི། སྡིག་པ་ཐམས་ཅད་དག་ཅིག་བྱས་ནས། འཕགས་པའི་གོ་འཕང་ཐོབ་ཡིན་པར། འོ་ད། ད་རིང་གི་ངས་དེ་ནི་མ། མི་གདུང་བ་གསོ་མེད་ཕྲེང་བ་ཅན་གྱི་ལོ་རྒྱུས་མདོར་བསྡུས་ཅིག། ཨ་འདི་ནས་མ། སློབ་ཕྲུག་ཚོ་ལ་མ་ཞུས། ད་དཔེ་ཆ་རེ་རེ་རེ་བྱས་ནས་ཀློག་བསྡད་ན། ཨ་འདི་ནས་མ་མང་པོ་ཞུ་ཞུ། ད་འདི་ནས་མ་སློབ་ཕྲུག་ཚོས་གོ་བདེ་བོ་ཅེས་ངག་ནས། འདི་ནས་མ་ཞུས། ད་འདི་ནས། འདིའི་དོན་དག་འདྲ་པོ་རྡོག་རྡོག་ག་རེ་རེད་བས་ལབ་པ་ཡིན་ན། སྡིག་པ་སྟོབས་ཆེན་པོ། ག་ཚེ་བསགས་པ་ཡིན་ནས་ལས། སྡིག་པ་དེ་དག་ཡག་ཡོག་རེད་ཞེས་པའི་ཡིན། ཅིག་གིས་ངོ་སྤྲོད་འདྲ་པོ་ཞིག་ཞུ་གི་ཡོད་རེད། བྱས་ཙང། སྡིག་པ་ཡིན་ན། ཁོའི་རྣམ་སྨིན། མྱོང་བར་ངེས་པས། ཁྱབ་ཀྱི་ཡོད་ཀྱི་མ་རེད། སྡིག་པའི་རྣམ་སྨིན་འདི། སྡིག་པ་མ་བཤགས་པ་ཡིན་ན། ཨ་ནི་རྣམ་སྨིན་མྱོང་བར་ངེས་པ་རེད། སྡིག་པ་འདི་བཤགས་པ་ཡིན་ན། ཨ་ནི། ཁོའི་རྣམ་སྨིན། མ་མྱོང་ཡ་ཅིག། འབྲས་བུ་ཉོང་མོངས་འགོ་བའི་ཅིག། ཡོང་གི་ཡོད། འོ་འདི་ཡོང་དགོས། བྱས་ཙང། ང་ཚོ་ཁར་ས། དེ་ན་ང་རང་ཚོ། ཆགས་མེད་ར་ཀ། ཆགས་མེད་ར་ཀ་ཨ་སི་མཛད་པའི། དེ་ན་བདེ་ཆེན་སྨོན་ལམ་འདི་ནང་དུ་བ། ག་ས། འགྱོད་པ་མེད་ན་བཤགས་པས་མི་ཐག་པས་སྔར་བྱས་སྡིག་པ་ཁོང་དུ་དུག་གསུངས་ལྟར་ངོ་མཚར་འཇིགས་སྐྲག་འགྱོད་པ་ཆེན་པོས་བཤགས་ཟིན་ངེས་བྱས་བ། བྱས་ཙང་སྡིག་པ་བཤགས་ཡག་གི། ག་ལ་བོ་རེད། ཆ་རྐྱེན་གཙོ་བོ་དེ་ལ་ཡ། དང་པོ་དེ་ལ། འགྱོད་པ་གོ་རེད། ཨ། དེའི་རྗེས་དེ་ལ་ཡ། ཆ་རྐྱེན་གཉིས་པ་དེ་སྡོམ་སེམས་གོ་རེད། བྱས་ཙང། ཕྱིན་ཆད་སྡོམ་སེམས་མེད་ན་མི་དག་པས་ཕྱིན་ཆད་སྲོག་ལ་ཕབ་ཀྱང་མི་བགྱིད་ལས་ད་ནི་མི་བགྱིད་སེམས་ལ་དམ་བཅའ་བཟུང། འདུག་བསྡོ། བྱས་ཙང། སྡིག་པ་ཤ་ཡག་གི་ཆ་རྐྱེན་ཡོད་ན་མེད་ན་གཉིས་དེ། དང་པོ་དེ་ལ་འགྱོད་པ་རེད། ཨ་ནི་གཉིས་པ་དེ་ལ་སྡོམ་སེམས་རེད། སྡོམ་སེམས་ཟེར་དུས་ཙམ་པ་ཀླད་ཕྱིན་ཆད་བྱེད་ཀྱི་མེད་ཟེར་ཡ་དེར། ཇི་ལྟར། ཁོས་སྡིག་པ་ག་འདྲས་བཤགས་པ་རེད་ཟེར་ན་ད་གི་འདི་ན་གསུངས་པ་ནང་བཞིན་རེད། འགྱོད་པ་མེད་ན་བཤགས་པས་མི་ཐར་ཁོས་འགྱོད་པ་གཏིང་ཟབ་ཞེ་པོ་ཅིག་སྐྱེས་བྱས་བྱས་ཁོས་སྔར་གྱི་བྱ་བ་མི་དགེ་བ་དེ་གས་ད་འགྱོད་པ་ཧང་སང་ཡང་ཆེན་པོ་ཅིག་སྐྱེས། རེད་བ། ཨ་ནི། འདུ་འགོད་ཀྱི་འགྱོད་པ་ཤུགས་དྲག་པོ་དེ་མེད་པ་ཡིན་ན་ཨ་ནི་ད་གིན་བྱ་བ་མི་དགེ་བ་དེ་གའི་ད་ཡ་ལ་ཡ་ད་ཡ་ཡོང་གི་ཡོད་མ་རེད། ད་ག་ཅིག་གིས་འཚོ་བ་ཞེ་དྲག་མེད་པའི་ཐོག་ནས་ཨ་ནི་ཕྱག་འཚལ་གྱི་ཡོད་ན། དགོན་པ་སྐོར་རྒྱབ་ཀྱི་ཡོད་ན་ག་ཅིག་ཡོད་ན་དེ་དེ་ཚོའི་སྡིག་པ་དག་ཡ་གི་རྐྱེན་ལ་ཡར་འགྲོ་ཡ་ཁག་པོ་ཞེ་དྲག་རེད། འགྱོད་པ་ཧ་ཅང་གི་ཤུགས་ཆེན་པོ་འགྱོད་པ་གང་འདྲི་འདྲ་པོ་བྱེད་དགོས་རེད་བས་ན། སྔར་བྱས་སྡིག་པ་ཁོང་དུ་དུག་སོང་ལྟར། ཁོག་པའི་ནང་ལོག་ལ་མ་དུག་ཅིག་ཕྱིན་པ་ཡིན་ན། རེད་བ། སོ་སོའི་སྣང་མེད་དྲག་ཤོར་བྱས་ཁོག་པའི་ནང་ལ་མ་དུག་ཅིག་ཕྱིན་པ་ཡིན་ན། ཨ་ནི། ད་ཡིན་ན་དཔེ་བསགས་སོ་བསམ་པའི་འགྱོད་པ་ཞིམ་པོ་ཞིག་སྐྱེས་ཀྱི་རེད་བ། འོ་དེ་ནང་བཞིན་གྱི།

འགྱོད་པ་བཤགས་ཡ་གི་ཆ་རྐྱེན་ལ་ཡ། ཡོད་ཚོད་མེད་ཚོད་གཉིས་ཏེ། སྔ་ཕྱི་ལ་འགྱོད་སེམས་དེ་དང་ཕྱིན་ཆད་སྡོམ་སེམས་འགུག་གི་ཡོད་རེད། བྱས་ཙང་ད་ནི་བསྡད། མི་དུང་བ་སོ་མོའི་ཕྲེང་བ་ཅན་ཁོ་རང་གིས་སྔ་ཕྱི་ལ་འགྱོད་སེམས། ཕྱིན་ཆད་ལ་སྡོམ་སེམས་བྱས་བྱས་བྱས་ཏེ། འོ་དེ་གཉིས། དེ་གཉིས་ཚང་བའི་ཐོག་ནས། ཨ་ནི་དངོས་གཞི་སྡིག་པ། གཉེན་པོ་སྟོབས་བཞིའི་སྒོ་ནས་སྡིག་པ་བཤགས་ཀྱི་ཡོད་རེད་པ། འོ་འདུག་བྱས་བྱས་ནས་ད་གང་ལྟར་མི་དུང་བ་སོ་མོའི་ཕྲེང་བ་ཅན་འདི། མི། དགུ་བརྒྱ་དང་དགུ་བཅུ་གོ་དགུ་བསད་པ་རེད་གསུང་གི་ཡོད་རེད། འདི་འདྲའི་གི་མི་ནག་ཅན་དེ་འདྲ་དེ་ཡང་ཨ་ནི་སྡིག་པ་ཐམས་ཅད་དག་བྱེད་བྱེད་ནས་ཡང་འཕགས་པའི་གོ་འཕང་ཐོབ་ཡོད་པ་ཡིན་ན་ཨ་ནི་ང་རང་ཚོ་ཚང་མ་གཅིག་པ་རུ་བ། འདས་པའི་ཆ་ལ་ཡང་ང་ཚོས་ནོར་འཁྲུལ་དཔེ་མང་པོ་བྱས་ཡོད། འདས་པའི་ཆ་ལ་ནོར་འཁྲུལ་གང་བྱུང་བ་དེ་གའི་ཚང་མ་ལ་ཡང་འགྱོད་པ། འགྱོད་པ་ཞེས་པའི་སེམས་བྱུང་དེ། སེམས་བྱུང་དེ་ལུང་མ་བསྟན་རེད། རེད་བ། སློབ་ཕྲུག་ཚོས་མཁྱེན་པ་རྣམས་སྐོར་ལྟ། འགྱོད་པ་བསལ་སེམས་བྱུང་འདི་ལུང་མ་བསྟན་རེད། གཉིས་འགྱོད་པ་རྟོགས་པ་སྤྱོད་པ་ལ་འདོད་འདི་ལ་གཞན་འགྱུར་ཞེས་ཟེར་གྱི་རེད། འགྱོད་པ་དགེ་བ་ལ་བྲོ་ཡ་ཡོད་རེད། འདི་ནང་བཞིན། གཉིས་དགེ་བ་ལ་བྲོ་ཡ་ཡོད་རེད། རྟོགས་པ་དང་སྤྱོད་པ་སེམས་བྱུང་དེ་ཚོ་དགེ་བ་ལ་བྲོ་ཡ་ཡོད་བྱས་པ་རེད། ལས་ཀ་སྡུག་ཅག་ཅིག་ལ་འགྱོད་པ་བྱས་ན་འགྱོད་པ་དགེ་བ་ལ་བྱེད་མིན་པ་རེད། ལས་ཀ་ཡག་པོ་ཅིག་ལ་འགྱོད་པ་ཆེ་ན། ཨ་ནི་འགྱོད་པ་དེ་མ་མི་འགྱིའོ་ལ་འགྲོ་བཞག་གི། ལས་ཀ་ཡག་པོ་ཅིག་ལ་འགྱོད་པ་ཆེ་ཟེར་ན། ཨ་ལས་བརྙན་ལ་དང་པོ་སྒོར་མོ་སྟོང་ཕྲག་གཅིག་ཟེར་འདྲ་བོ་ཅིག་མི་གཅིག་ལ་སྦྱིན་པ་བཏང་བ་ཅིག། དེ་ནས་དེའི་རྗེས་དེ་ལ་ཕངས་སེམས་འདྲ་ཞིག་སྐྱེས་ཤིང་མ་དྲན་ན་ཏག་ཏག་ཡང་ད་ང་འདང་མ་སོང་བསམ་པ་བྱོན་ན། བདག་གིས་སྦྱིན་པ་བཏང་བའི་དགེ་བ་བསགས་ཚར་བ། ད་ཡང་ད་ལྟ་འགྱོད་པ་སྐྱེ་ན་ཨ་ནི་འགྱོད་པ་དེ་མི་སྐྱེ་བ་ཆགས་འགྲོ་དགོས་བ་རེད། འོ་ད་དུས་སུ་རེད་ད་རིང་ངས་འདི་ནས་མ་བཏབ་སྟེ་པོ་གཅིག་གི་ངང་ནས་ཨ་ནི་སློབ་ཕྲུག་ཚོ་ནང་མ་མི་དུང་བ་སོ་མའི་ཕྲེང་བ་ཅན་འདི་ཡོད་རྒྱུའི་མདོ་སྡུད་ཅིག་ཞུས་པ་ཡིན། ཨ་ནི་སློབ་ཕྲུག་ཚང་མས་ཨ་ནི། དེ་ང་རང་སྒྲུང་ཙམ་གྱིས་མ་རེད་སྔར་གྱི་ལོ་རྒྱུས་ནང་ལ་གཏུགས་སུ་ཡོད་བསྡད་པ་རེད་ཨ་ནི། སྒྲུང་ཐུང་ཐུང་ཅིག་ཞུས་པ་ཡིན་ཨ་ནི་རྣམ་པ་ཚོས་གསན་ཆོག་གནང་བར་ཐུགས་རྗེ་ཆེ་ཞུ་བ་ཡིན།